ཁྱིམ་གཞིས་ཁང་ལ་ཁམ་ཆུ་དེབ་སྐོས་ཟིན་པ། སོང་དུས་རྩམ་པ། ནག་ཆུ།
ཁུལ་ནས་འོས་མི་གཅིག་མདོ་སྟོད་ནང་ལ་ཞང་ཡང་དང་གཅིག་དབུས་ས་ནང་ཞང་ཡང་གི་གནད་དོན་ཆེད་ང་ཚོ་ལ་ཡ་འབྲེལ་བ་བྱས་པ་རེད། འབྲེལ་བ་བྱས་ཡོད་འདུག་ཟེར་མ་འདིས་ད་ལྟ་བར་དུ་འོས་བསྡུ་ལས་རིམ་ནང་ལོགས་ལ་ཡ་ཐང་མ་ཐང་མོ་ག་ཡེ་རེད་མི་འདུག་དེ་སྔ་འོས་བསྡུའི་སྐབས་ལ་གནས་ཚུལ་འདི་འདྲ་བྱུང་ཤག་དེ་ཡོད་འདུག་ཟེར་མ་ང་ཚོས་གི་སྟབས་བདེ་བོ་བྱས་བྱས་ཉིས་སྟོང་དྲུག་ལོར་ལས་གནས་དོན་འདི་འདྲ་ཅིག་བྱུང་བའི་སྐབས་ལ་དེའི་སྐབས་ཀྱི་འགན་འཛིན་རྣམ་པ་ཀྱི་ཐག་གཅོད་གང་གནང་ཤག་གྲོས་ཆོད་གང་བཞག་གནང་ཤག་དེའི་སྐབས་ལ་ཡང་བཀའ་སྤྱི་གཉིས་ཀྱི་ལམ་སྟོན་གང་སྤེལ་ཤག་ད་ག་རང་གཞིས་བཅོལ་བའི་ཐོག་ནས་གདོང་ལེན་བྱས་ཤག་ན་མ་འགྲིག་པ་ག་ཡིན་མི་འདུག་ཡིན་མིན་ནི་གནད་དོན་འདི་ང་ཚོ་ལ་འགན་ཡོད་པའི་རྒྱུ་མཚན་གྱི་ཐོག་ནས་དངོས་ཡོད་གནས་ཚུལ་ང་ཚོས་གང་ཤེས་ཐུབ་ཀྱི་འདུག་ཐག་གཅོད་བྱེད་ཐུབ་འི་གི་ནུས་པ་དྲོ་ཆུ་ཡོང་གི་འདུག་བས་ཁྱབ་ཆེས་དང་གུད་པའི་ཐོག་ལ་ཡང་ནག་ཆུ་གནས་སྟངས་འདིའི་ཐོག་ལ་ཡང་གང་ཟག་དོ་བདག་གཉིས་ལ་ཡང་ང་ཚོས་ཀྱི་དྲི་རྩད་གནང་བ་རེད་ཁོ་རང་གཉིས་བཅས་ཀྱིས་གང་ལྟར་ད་དེ་སྔ་ནས་དེབ་སྐད་དུ་ཚོ་ཆོལ་ཁ་ཁག་སོ་སོ་སོ་བདམས་པའི་ཆོལ་ཁ་ནང་ལོག་ཡོད་པ་དང་འོས་འཕེན་པ་དང་འོས་བཞང་བ་དང་གཅིག་ཆོལ་ཁ་རང་གི་ཁུངས་ཡིན་པའི་གྱི་གཅིག་འགྲེལ་བཤོད་མང་པོ་ཞིག་གནང་སོང་ཧིན་ནས་འདི་ལ་ཡང་གཞི་མ་བཅོལ་བའི་ཐོག་ནས་དམིགས་བསལ། ཧན་བོད་ནས་ཕེབས་པའི་སྐབས་ལ་ཡང་སྣེ་ལེན་ཁང་ལ་ཡང་ཡིག་ཆ་ཐོག་མ་ག་རེ་བཞག་འདི་ཆ་ཚང་ང་ཚོས་མཁོ་སྒྲུབ་བྱས་པ་རེད་བདེ་སྲུང་ལས་ཁུངས་ལས་ང་ཚོས་འབྲེལ་བ་བྱེད་ཆེད་ཡིག་ཆ་གང་ཐུབ་ཐུབ་ཅིག་མཁོ་སྒྲུབ་བྱས་པ་རེད། དཔལ་འབྱོར་ལས་ཁུངས་ཀྱི་དཔྱ་ཁྲལ་སྡེ་ཚན་ནང་ལོགས་ལ་ཡང་ཐོག་མ་ཡིག་ཆ་ག་རེ་ག་རེ་འདུག་དཔྱ་ཁྲལ་ནང་ལོགས་ལ་ཡང་ག་རེ་འཁོད་བཞག་ཆ་ཚང་འབྲེལ་བ་གནང་བ་རེད་ས་གནས་འོས་བསྡུ་འགན་འཛིན་ལུགས་བསམ་དང་རྡ་རམ་ས་ལ་ལ་ཡང་འབྲེལ་བ་གནང་ཆེད་དེབ་འགོད་ག་དུས་བྱས་བཞག་དེབ་འགོད་བྱས་པའི་སྐབས་ལ་ཡང་ཆོ་ག་ག་རེ་ཁུངས་རེ་བཞག་ཆ་ཚང་ང་ཚོས་ཞིབ་འཇུག་བྱས་པ་རེད་བདུན་ཕྲག་གཅིག་ལྷག་དག་ནང་བཞིན་གྱི། དེ་སྔོན་གྱི་འོས་བསྡུ་ནང་ལོགས་ལ་ཡང། སྔོན་འགྲོ་རྒྱག་གི་འདུག་ཟེར་མ་ནག་ཆུ་ནས་འོས་བསྡུ་བྱང་བ། མདོ་སྟོད་ནང་ལས་བྱང་བ་བྱུང་ཤག། མདོ་དབུས་གཙང་ནང་ལས་བྱང་བ་བྱུང་ཤག་མདོ་སྟོད་ནང་ལ་འཁོད་པ་ཡང་བྱུང་ཤག་བྱེད་དུས། དག་ནང་བཞིན་གྱི་འོས་གཞི་ནང་ལོགས་ལ་ཡང་སྙེ་མ་ནས་མང་ཚོགས་ཀྱི་བླུགས་བྱེད་ཕ་གི་ནང་ལ་འོས་གཞི་ནང་ལ་ཡང་མིང་གཞུང་ནང་ལ་ཡོད་པ་དེ་འདྲས་ང་ཚོ་གི་ཞིབ་འཇུག་ཐོག་ནས་ར་སྤྲོད་བྱུང། མཁས་དབང་ཁག་ལས་ཞིབ་འཇུག་ཐོག་ནས་བཀའ་འདྲི་ཞུས་པས། ར་དེབ་དེ་འདྲས་སྔོན་འགྲོ་རྒྱབ་པས། ས་གནས་མི་མང་དག་རང་གི་ནག་ཆུ་ཨ་མདོ་རྫོང་སོ་མར་ཤང་ནས་ཡུལ་མི་ཚོ་ལ་སྐད་ཆ་དྲིས་པའི་སྐབས་ལ་གནས་ཚུལ་མང་པོ་ཞུ་གཅིག་ཁག་གཅིག་དབུས་གཙང་ནང་ལ་འོས་ཤོག་འཕེན་གནང་འདུག་ཁག་གཅིག་མདོ་སྨད་ནང་ལ་འོས་ཤོག་འཕེན་གནང་འདུག་ཁག་ཞིག་མདོ་སྟོད་ནང་འོས་ཤོག་འཕེན་གནང་འདུག་རྣམ་པ་ཚོ་ཡང་མང་བཀའ་དྲིན་ཆེ་ཡོད་པས་ན་དག་ན་ཤིང་གིས་ཁོ་རང་ཉིད་ཚུར་ཕེབས་པའི་སྐབས་ལ་ཡང་དང་པོ་ཁོ་རང་ནས་དཔྱ་ཁྲལ་ནང་ལོགས་ལ་ཡང་ལུང་པ་ཕུད་འཁོད་ཡོད་པས་ནས་དེབ་སྐྱེལ་བྱས་པའི་སྐབས་ལ་ཡང་གཅིག་དབུས་གཙང་དང་གཅིག་མདོ་སྟོད། རུ་བ། ཉིས་སྟོང་བཅུ་དུ་བ་ནས་དང་ནང་བཞིན་ཉིས་སྟོང་བཅོ་ལྔ་བཅུ་དྲུག་ལ་འོས་འདོད་མེད། ཁར་མདོ་སྟོད་དང་དབུས་གཙང་ནང་ལ་འོས་འཕེན་པ་དང་ཉིས་སྟོང་ཉི་ཤུ་ཉིས་རྩ་གཅིག་ལ་གཉིས་ཆའི། དབུས་གཙང་དང་མདོ་སྟོད་ཡ་ཞང་བ་དང་དེ་འདྲའི་གནས་ཚུལ་མང་པོ་ཞི་བོ་ཞིག་ཐོག་ནས་ཨེ་ན་ང་ཚོའི་དབུས་འོས་བསྡུ་ལས་ཁང་གི་ཨོ་ད་དེ་ང་ཚོ་གི་ཐག་ཆོད་ཐུ་བའི་གོ་རེ་མོ་འདུག་སོང་ཙང་ད་དེ་སྔ་ན་ཤིང་བྱེད་བྱེད་དེ་སྔ་ཡིན་མིན་ན་ཉིས་སྟོང་དྲུག་ལོ་ལ་ཡ་འོས་བསྡུ་འགན་འཛིན་རྣམ་པ་གི་མང་ཚོགས་གི་མངོན་འདོད་ཤིང་འོས་འོས་ནང་ལ་ག་བ་སླེབས་པ་དེ་དེ་བཞིན་གི་མང་སྟོན་གི་ཡིན་ཟེར་གྱི་གྲོས་ཆོད་བཞག་པ་ཞིག་སོང་ཀ་སྤྱི་གཉིས་ལས་ལམ་སྟོན་ཞུས་ཡོད་རེད་ང་ཚོས་ནས་གནད་དོན་འདིའི་སྒང་ལ་ཡ་མཐའ་མ་དེ་ལ་ཡ་ད་ང་ཚོའི་གི་རྒྱ་ལས་འགལ་འགྲོ་གི་འདུག་ད་རྒྱལ་རབས་ལོ་རྒྱུས་དང་ས་མཚམས་དང་འབྲེལ་བ་ཆགས་འདུག་སོང་ཙང་བཀའ་སྤྱི་གཉིས་ནས་ལམ་སྟོན་ཅིག་ཞུས་གནང་རེད། བཀའ་སྤྱི་གཉིས་ལམ་སྟོན་ནང་ལོགས་ལས། ཨ་ནི་སྤྱི་འཐུས་ལྷན་ཚོགས་ནས། ས་ཁུལ་སྐོར་ལོ་རྒྱུས་ཀྱི་གནས་བབ་ཐོག་ནས་ཐག་གཅོད་བྱ་རྒྱུ་ལས་སྤྱི་འཐུས་ལྷན་ཚོགས་ནས་དེར་ཐག་གཅོད་གནང་རྒྱུའི་གནས་བབ་མེད་ཞེས་རྗེས་ལན་འདེབས་འདི་འདྲ་ཅིག་གནང་ཡོད། བཀའ་ཤག་ནས་ལན་འདེབས་འབྱོར་བ་ད་ཞིབ་ཕྲ་ནང་ལོགས་ནས་གཙོ་བོ་དེ། དེ་སྔ་སྤྱི་ལོ་ཉིས་སྟོང་དྲུག་ལོར་ཡང་གནད་དོན་དེ་ཟུང་ཞིག་བྱུང་འདུག་པ་བཞིན་ཆོལ་ཁོང་ས་མཚམས་ཀྱི་གནད་དོན་ཐོག་དེ་ནས་ཐག་གཅོད་གནང་བདེ་མ་མཆིས་ཞེས་བྱས་ལན་འདེབས་དེ་ཉིད་ཡིན་ཕེར། སོང་ཙང་དེ་སྔ། གྲོས་ཆོད་བཞག་པ་ཞེས་གསུངས་གནང་ལམ་ལྟར་ར་བ་འོས་བསྡུ་འགན་འཛིན་རྣམ་པ་ཚོ་ཕྱག་ལས་ག་འདི་གནང་ཤག་འདི་ཞེས་གསུངས་ཀྱི་ཨ་ནི་མང་གཙོ་མངོན་འདོད་ཞེས་གསུངས་ཁོ་རང་ཉིད་ཡང་ཡང་འོས་གནང་འདུག་ཟེར་མུ་མཐུད་ཆེད་ཞུ་ཡོད་རེད་འདི་ཡིན་དུས་བསམ་པ་གནས་སྟངས་འདིའི་ཐོག་ལས་དབུས་འོས་བསྡུ་ལས་ཁང་ནས་འགན་མ་ཁུར་བ་དང་དེ་འདྲའི་རྩ་བ་ཉིད་ནས་མེད། དངོས་གནས་ཚུལ་གང་ཡིན་པ་དེ་དེ་འདྲ་རེད་བཞག་ཟེར་བ་འདི་གཅིག་གསལ་བོ་ཞུ་ཡ་ཡིན། ད་རེའི་འོས་བསྡུ་ལས་རིམ་འདིའི་ཐོག་ནས་དམིགས་བསལ་གསར་འགོད་གསལ་བསྒྲགས་འདི་བརྒྱུད་ཆེད་དོན་ལྟ་བབ་ཏུ་ཐག་གཅོད་བྱེད་དགོས་ཡ་གསལ་བོ་བཟོས་དགོས་ཡ། དམིགས་བསལ་བལ་ཡུལ་གནས་སྟངས་འདིའི་ཐོག་ལ་ཡང་དཔང་རྟགས་དང་བཅས་ཆེད་གསལ་བོ་གསལ་རྐྱང་བཟོས་ཡ་གི་གྲལ་སྒྲིག་ཨང་སང་ཡོད།

ལ་དམིགས་བསལ་ཞུ་འབྱོར་བ་དང་རྩོད་ལན་པ་གཉིས་ཅིག་སོང་ཙང་ང་ཚོའི་ཐོག་ནས་ད་ག་རེ་ཡིན་པ་འདི་བལ་ཡུལ་གནད་དོན་འདི་ཐོག་ལ་ཡིན་པས་ན་ཆ་ཚང་ཆེད་དུ་ཁྲིམས་ཞིང་ཁང་ནས་ཡང་ཐག་གཅོད་གནང་གི་རེད་དཔང་རྟགས་སྟོན་དགོས་གསལ་བཤད་བྱེད་དགོས་ཆ་ཚང་ང་ཚོ་ཡལ་གས་གནང་གི་རེད་རྣམ་པ་ཚོ་ཡིན་ནས་ཟུར་ཡན་ལས་ཕེབས་ཐོས་ར་བ་ཚང་མ་འདི་ལོ་མང་ཚོགས་ཁེངས་དགོས་བཅད་ཁྲ་ཐུབ་བརྒྱུད་ལམ་ཐོག་ནས་གསལ་བོ་ཆགས་འགྲོ་གི་རེད་ཞུ་ཡ་གཅིག་ཡིན། འོས་བསྡུའི་ལས་རིམ་སྤྱི་ཟླ་བཅུ་པའི་ཚེས་གཅིག་ལ་བསྐོས་ནས་རེ་བདུན་ལ་བསྐོས་ནས་ད་ལྟ་བར་དུ་བཀའ་སྤྱི་གཉིས་ནས་ཕྱག་གྲུ་མཉམ་གཏད་ཧང་སང་ཡག་པོ་གནང་སོང། མང་གཙོ་ནང་ལོག་ལས་འབྲང་མ་འདྲ་ཁྱོག་བཤད་དེ་འདྲ་ཅིག་འགྲོ་གི་འདུག་ཨ། རྩ་བ་གཉིས་ནས་ཐད་ཇུས་གནོན་ཤུགས་གནང་མ་སོང། འོས་བསྡུ་དང་འབྲེལ་བ་ཡོད་པའི་འབྲེལ་ཡོད་ཁག་ལ་ཡང་ཡི་གེ་བཏང་བྱས་དེ་འདྲ་དེ་འདྲ་གནང་རོགས་དེ་འདྲ་འདྲ་བྱེད་རོགས་གནང་དེ་དེ་ཕྱི་བསྟན་བྱེད་རོགས་ཞེས་ཏག་ཏག་དེ་མུ་མཐུད་ཡིན་དང་ཡིན་བཤད་བྱས་པས། འོས་བསྡུ་ལས་ཁང་ལ་ཡང་ཆེ་མཐོང་ཕུལ་བའི་ཐོག་ནས། རོ། འོས་བསྡུ་དྲང་པོ་ཡོང་ཡ་ལ་ཡང། བཀའ་སྤྱི་གཉིས་ཀྱི་ཐོག་ནས་རྒྱུན་ལས་ངོས་ནས་ཧང་སངས་ཡག་པོ་གནང་སོང། དེ་ལ་ཡང་སྡིངས་ཆ་འདིའི་བརྒྱུད་ཆེ་སྙིང་ཐོག་ནས་ཐུགས་ཆེ་གནང་ཞུ་ཡ་ཡིན། ཁྱིམ་གཞིས་ཁང་ལ་ཁམ་ཆུ་འདེབས་དགོས་ཟིན་པ་སོང་དུས་བརྩམས་པ་ད་ང་ཚོ་ཕྱོགས་གཉིས་ཀ་ནས་ཁྲིམས་ལ་འགན་འཁུར་ཞུ་ཡ་རེད་མ་གཞི་ང་ཚོའི་ངོས་ནས་སྒེར་པ་ལ་འགྲེལ་བཤད་རྒྱག་ཡ་འདྲ་བོ་ད་ག་ནང་བཞིན་སྤྱི་ཚོགས་ནང་ལ་འགྲེལ་བཤད་རྒྱག་ཡ་འདྲ་བོ་བྱེད་ན་ལྷག་པར་དུ་ང་ཚོའི་ཁ་སང་ངེད་ཅག་རང་རེད་ཁས་ལེན་གཅིག་ཞུས་ཡོད་རེད་ང་ཚོའི་དུས་དགེ་འཛིན་གསུམ་ནས་ཨ་ནི། ཚེས་པ་བཅོ་གསུམ་ཉིན་མོ་འདི་ང་ཚོ་གསར་འགོད་གསལ་བསྒྲགས་ཀྱི་སྐབས་ལ་ད་རེས་གནད་དོན་རྙོག་གླེང་ཆེན་པོ་བྱུང་བ་འདིའི་ཐོག་ལ་གསལ་བཤད་ཞུ་གི་ཡིན་བྱས་ནས་བརྒྱ་ཆ་བརྒྱ་ཐམ་པ་ང་ཚོ་ཁས་ལེན་ཞུས་ཡོད་རེད་བ། འདི་འདྲས་རེད་དེ་ད་ལྟའི་སྐབས་ལ་ཁྲིམས་ཁམས་ཆུ་འདེབས་སྒོས་ཚ་དུས་བརྩམས་པ་ཁྲིམས་ཀྱི་དབང་བསྒྱུར་གྱི་འོག་ནས་ང་ཚོ་ཁ་ག་རེ་གནང་པ་ཡིན་ནས་དེའི་འོག་ལས་འགྲོ་དགོས་ཡོད་དེ་ཕན་ཚུན་གཉིས་ཀ་གི་ལས་འགན་འདྲ་བོ་ཅིག་ཆགས་བསྡད་ཡོད་རེད་མཐའ་མ་ནག་པོ་ཐོན་གི་ཡོད་ནས་དཀར་པོ་ཐོན་གི་ཡོད་ནས་ཁྲིམས་ཀྱི་དབང་བསྒྱུར་ཐོག་ནས་འགྲོ་དགོས་ཡ་ཅིག་གི་གནས་སྟངས་ཡིན་དུས་ཨན་ད་རེས་ང་ཚོ་སྐབས་སུ་བབས་པ་གསར་འགོད་གསལ་བསྒྲགས་ལ་ཁས་ལེན་ཞུས་པ་དེས་ད་རེས་ང་ཚོའི་ཕྱི་གཏན་རང་ཞུ་གོ་ཡས་ཅིག་འདི་འདྲས་ཀྱི་གནས་སྟངས་བཅས་ཆགས་སོང་ད་ཡང་འདི་འདྲས་ཞུས་བཞག་པ་ཡིན་ན་མང་ཚོགས་ཀྱི་ད་ཁོང་ཚོ་གཡོལ་ནས་ཁ་ཚིག་འདི་འདྲས་བཤད་པ་རེད་ད་ཡང་འབྲེལ་བཤད་གས་རྒྱ་ཡས་མི་འདུག་ཨ་ཟེ་ངན་འགྲོ་བོ་ད་གང་ལྟར་དོན་དག་མེད་པའི་གི་མི་མང་པོ་ཅིག་དུས་ཚོད་སྤྲོད་ཡས་དང་ནང་ཁུལ་འཁྲུག་གཞི་འདི་འདྲས་མ་ཡོང་ཡས་ཆེད་དུ་ལ་ངས་འདི་གསལ་བཤད་ཅིག་ཞུ་ཆོག་པ་གྱིས། ཨ་ནེ་མཐའ་སྡོམ་འདས་ད་ང་ཚོས་འདས་ལས་ཁུར་ཞུས་པའི་གི་རྒྱུན་རིམ་ལ་ད་ཕྱི་ནང་མང་པོ་ཅིག་ལས་ས་ཁུལ་མང་པོ་ཅིག་ལས་ཕྱི་རྒྱལ་གཙོས་པའི་འདི་འདྲས་བཅའ་ཡོད་རེད། ཨ་ནེ་རྒྱུན་དུ་ལས་ཁུངས་ནང་ལ་འདས་དུས་ཡིན་ནས་རེད་ལས་བྱེད་རྣམ་པ་ཚོ་དངོས་གནས་ལས་བྱེད་མང་པོ་མི་འདུག་སྟེ། མང་པོ་ཡོད་མེད་ལ་མ་ལྟོས་པའི་དངོས་གནས། ཁ་ལོ་བ་ཡན་ཆད་ནས་ཡ་ཆ་འབྲུ་མཉམ་འདེགས་གནང་བྱས་ནས་གང་དག་སྤྱི་པའི་ལས་དོན་འདི་བ་ཚན་ལ་ཆི་བོ་ཆི་བོ་བསྡད་དགོས་ཡས་དང་འདི་འདྲ་གི་གནས་སྟངས་ལས་ཕར་མང་པོ་ཞིའུ་གཞུང་སུ་ལས་གཞི་ཆེ་ཆུང་ག་རེ་སྤེལ་བ་ཡིན་ནས་ཆ་ཤི་ཤི་ད་བསམ་བློ་ཤི་བཏང་དུས་ཚོད་ཤི་བཏང་ཨ་ནི་ཐ་ན་འགྲོ་སོང་བཏང་གོ་བྱུང་ནས་བཏང་ཡས་ཀི་འདི་འདྲས་གནས་མང་གི་ཐོག་ནས་ང་ཚོ་ད་ལོའི་འོས་བསྡུ་གི་ཐོག་ནས་གང་ཐུབ་ཐུབ་ད་ང་རང་ཚོ་གལ་ཤིང་གི་མེད་བསམ་ནས་ད་ནམ་རྒྱུན་བྱས་དེ་བྱེད་བསྡད་ན་འགྲིག་རེད། ཨ་ནི། རྙོག་དྲ་ཡི་ཆུང་བ་རེད་བསྡད་པ་ཡིན་ན་གཅིག་ཆ་ན་རྙོག་དྲ་ཆུང་བ་ཡོང་སྲིད་པ་རེད་དེ་འདུག་བསྡད་པ་ཡིན་ན་ང་ཚོ་ལྷག་བསམ་གི་ཀུན་ནས་བསླངས་ནས་དམ་བཅའ་ཕུད་པའི་གི་འབྲུ་དོན་དེ་སོ་སོ་ཡིན་ནས་གནོང་ཉེས་པ་ཅིག་ཡོང་ས་རེད་འདི་འདྲའི་རྩ་བ་གཉིས་ནས་མེད་པའི་གི་ཐོག་ནས་ད་ད་ད་གསུངས་པ་ནང་བཞིན་ཧུ་དག་བ་དག་འདྲ་བོ་ཞུས་ཡོད། ཨ་ནི་འདིའི་བརྒྱུད་རིམ་ལ་ད་འོས་བསྡུ་ལས་ཁུངས་ཀྱི་ལས་བྱེད་ཆེ་ཕྲ་གཙོས་པའི་གི་འདི་དེ་བཞིན་གི་ཨ་ནི་རྒྱལ་ཁབ་བརྒྱ་ཅུ་གྱ་བདུན་ནང་ལ་དཔེ་དེ་ད་འོས་བསྡུའི་ཚོགས་ཆུང་དང་ཚོགས་མི། དབུས་ང་ཚོས་གཅིག་ཞི་བ་བྱས་པ་ཡིན་བྱས་ནས་གཅིག་པོ་ལ་དྭགས་མ་རེད་དམག་མི་དངོས་གནས་དེ་ས་གནས་ས་ཐོག་གི་ལྟ་འོས་བསྡུ་འགན་འཛིན་གཙོས་པའི་གི་ག་ཟླ་ཚོགས་ཆུང་གི་ཚོགས་མི་ཚང་མས་གི་རང་དོན་བློས་བཏང་བྱས་ནས་སྤྱི་པའི་ལས་དོན་ཐོག་ལ་མཉམ་ཞུགས་གནང་པ་ལ་བརྟེན་ནས་ད་རེ་ང་ཚོའི་གྲུབ་འབྲས་དེ་བྱུང་པ་སྤྱི་ལ་བརྒྱ་ཆ་བརྒྱ་ཐམ་པ་ངོས་འཛིན་གནང་ཐུབ་པོ་རེད་བྱས་ཙང་མདོར་བསྡུས་ནས་ཞུ་བ་ཡིན་ན་ད་རེ་ང་ཚོ་སྤྱི་ལ་རྒྱལ་ཁ་གཅིག་ཐོག་པ་གཅིག་ད་ག་ད་ང་ཚོ་གསུམ་ག་གི་ཚབ་ཞུས་ནས་ད་རིང་དེ་གཞུང་འབྲེལ་གྱི་ཚང་མ་ལ་ཐུགས་ཆེ་གནང་ཞེས་ཞུ་ཡས་ཡིན།